ཨོ་རྣམ་པ་ཆ་ཚང་བཀྲ་ཤིས་བདེ་ལེགས་གུ་གམ་བཟང། ད་དེ་རིང་ངས་འདི་འདི་མ་གལ་སློང་མ་དཔལ་མོའི་ལུགས་ཀྱི་སྨྱུང་གནས་ཀྱི་ཕན་ཡོན་གྱི་ནང་ན་ད་མཁས་གྲུབ་ཀརྨ་ཆགས་མེད་ཀྱི་གསུང་འབུམ་ནང་ན་བཞུགས་པའི་སྨྱུང་གནས་ཀྱི་ཕན་ཡོན་ལོ་རྒྱུས་ཁ་ཤས་ཅིག་ཞུ་ཡས་ཡིན། སོ་སོ་མཁས་གྲུབ་ཀརྨ་ཆགས་མེད་ཀྱིས་མཛད་པའི་སྨྱུང་གནས་ཀྱི་ཕན་ཡོན་ལོ་རྒྱུས་ནང་ན་ག་རེ་གསུངས་འདུག་ཟེར་ན། ཡ་ངོ་མ་ངོ་མ་བུ་མོ་གཅིག་གི་ཆེད་དུ་ད་མི་ཁ་ཤས་ཀྱི་འཁྲུག་པ་ཤོར་བ་རེད། ཕོ་སར་དེ་འདྲའི་ཁ་ཤས་ཀྱི་འཁྲུག་པ་ཤོར་མེད་འགྲོ་ད་དམག་དྲག་པོ་ཅིག་བརྒྱབ་ཡིན་ཟེར་བ་དམག་དྲག་བརྒྱབ་ཡོང་དུས་ཙམ་ན་མི་གཅིག་གིས་མི་དང། རྟགས་བསྟན་འགྲེལ་དྲུག་ཙམ་ཞིག་བཤད་པ་རེད། ད་དེའི་རྗེས་ལ་ཁོ་རང་དཔེ་མི་སྲིད་འགྱོད་པ་སྐྱེས་བྱས་ནས་སྨྱུང་གནས་བདེ་འཇིགས་ཐེངས་མ་དགུ་བསྡད་འདུག་བདེ་འཇིགས་ཐེངས་མ་དགུ་བསྡད་ཡོང་དུས་སྐབས་སུ་སྐྱེ་བ་ཅན་མ་ཁོག་དགེ་ཤེས་ཡག་པོ་ཅིག་ད་ལུས་བླངས་པ་རེད་ཟེར་གྱི་འདུག་ཁོང་གིས་སྨྱུང་གནས་བདེ་འཇིགས་ཐེངས་མ་དགུ་བསྡད་རེད་གསུངས་འདུག་དེ་ཡིན་དུས་སྐབས་སུ་ཉིན་གུང་གཅིག་པུ་ཞལ་ལག་མཆོད་ཡས་དེ་ལ་འཚོ་བ་བདེན་ཅིག་པ་ཟེར་གྱི་འདུག་དེ་ཡིན་དུས་སྐབས་སུ་ཉིན་གུང་ཞལ་ལག་གཅིག་པུ་མཆོད་བྱས་ནས་ད་སྨྱུང་གནས་ཐེངས་མ་དགུ་བཞུགས་རེད་ཟེར་གྱི་ཡོད་རེད། ད་ད་ལྟ་ང་རང་ཚོ་སྨྱུང་གནས་ལ་བཞུགས་དུས་ཉི་མ་གཅིག་ད་ཉིན་གུང་ཞལ་ལག་མཆོད་བྱེད་དུ་འཚོ་བ་དེ་འཇིག་གནང་ཉི་མ་གཅིག་ལ་ད་ཞལ་ལག་རྩ་བ་ནས་མ་མཆོད་པ་ཆེད་སྨྱུང་གནས་ལ་བཞུགས་གནང་གི་ཡོད་རེད་བ། ཡང་ཞལ་ལག་མ་མཆོད་ནས་བཞུགས་ཐུབ་ཀི་མེད་པ་ཡིན་ན་ཉི་མ་རྟག་པར་ཉིན་གུང་ཞལ་ལག་མཆོད་བྱེད་དུ་འཚོ་བ་དེ་འཇིག་གནང་ན་ཡང་འགྲིག་གི་ཡོད་རེད། ཡང་སྔོན་མ་སྔོན་མ་རི་དྭགས་གསོད་མཁན་རྔོན་པ་ཞིག་ཡོད་རེད། ད་རྔོན་པ་དེ་ཡིས་རི་དྭགས་མང་པོ་བསད་བསད་བསད་བསད་བསད་ད་མཐའ་མ་མཐའ་མ་ད་ཁོང་རང་འགྱོད་པ་སྐྱེས་བྱས་ནས་སྨྱུང་གནས་དེ་འཇིག་ཐེངས་མ་བཞི་བཞི་ཞེ་དྲུག་བསྡད་རེད། དེ་སྐྱེ་བ་བྱས་མ་ཐེ་ཁོ་མི་ཚང་ཕྱུག་པོ་ཞིག་གི་ནང་ལ་ད་སྐྱེ་བ་བླངས་རེད་ཟེར་གི་འདུག། ཡང་ངོ་མ་ངོ་མ་སྐྱེས་དམན་ཅིག་གམ་མོ་རང་གི་ཕྲུ་གུ་ཅིག་ཡང་བསད་དགོས་ཐུག་རེད། མོ་རང་གི་སྤུ་གུ་ཅིག་ཡང་བསད་དགོས་ཐུག་རེད། དེ་ག་ནང་བཞིན་གྱི་མོ་ཡི་དུད་འགྲོ་ཡང་མང་པོ་ཞིག་ཅིག་བསད་མྱོང་ཟེར་གི་འདུག་དེ་ག་ནང་བཞིན་བླ་མ་ཅིག་གི་ཡང་དོན་པ་ཤོར་དུ་བཅུག་གི་ཡིན་ཟེར་གི་འདུག་ད་དེ་ཡིན་དུས་སྐབས་སུ་བྱེ་མ་མོ་རང་ལོ་ཏོག་སུ་ཡར་ལོན་ཡོང་དུས་སྐབས་སུ་འགྱོད་པ་ཞིག་ཅིག་སྐྱེས་བྱས་ནས་སྨྱུང་གནས་བཞག་མ་བརྒྱ་དང་བརྒྱད་དེ་རེད། དེའི་རྗེས་ལ་ད་མོ་ཤི་ཡོང་དུས་ཙམ་པ་ལ་སྐྱེས་པ་བྱེ་མ་དེ་བླ་མ་བསོད་ནམས་འབྱུང་གནས་ཟེར་ཡས་ད་བླ་མ་དཔེ་མི་ཚེ་ཡག་པོ་ཅིག་གི་ལུས་རྟེན་བླངས་པ་རེད་ཟེར་གི་འདུག། ཡང་སྔོན་མ་མི་རྒྱུ་ནོར་ལོངས་སྤྱོད་ཅི་གང་ཅི་མེད་མཁན་སྤང་ཁོག་སུ་ཡོད་ས་རེད། ད་སྤང་ཁོག་དེ་ཁོ་རང་གི་ཕ་མ་གཉིས་འདི་གྲོངས་འགྲོ་དུས་སྐབས་སུ་ད་དགེ་བ་འདྲ་ཅིག་ག་རེ་བཏང་དགོས་ན་བསམ་གྱི་འདུག་ད་དཔེ་མི་ཚེ་སེམས་ཁྲག་ཆེན་དེད་དེ་གི་ཡོད་ས་རེད། ཁོ་དེ་འདྲའི་བྱས་ཏེ་སེམས་སྡུག་ན་དེད་པའི་དུས་ཚོད་ཅིག་ལ་རྒྱ་ཟས་དངུལ་ཆུ་ཐོག་མེད་བཟང་པོ་གིས་ད་ཁོ་དེ་འདྲའི་བྱས་ནས་དུག་ལྔ་ཡོད་པ་དེ་ཁྱེར་འདུག་ཨ་ཁྱེར་ཡོང་དུས་སྐབས་སུ་དེ་ནི་རྒྱ་ཟས་དངུལ་ཆུ་ཐོག་མེད་བཟང་པོ་གིས་ག་རེ་གསུངས་རེད་ཟེར་ན་ཁྱོད་རང་ཕ་མའི་དྲིན་ལན་འཇལ་དགོས་དྲན་གྱི་ཡོད་ན་སྨྱུང་གནས་ལ་གང་ཐུབ་ཐུབ་བྱེད་ཞོག་དང་ཟེར། ད་དེ་ལས་ལྷག་གི་གེ་བ་ཅི་གང་ཅི་གོ་འོས་བ་མ་རེད་གསུངས་འདུག་བ། དེ་དེ་གསུངས་ཡོང་དུས་སྐབས་སུ་མི་དེའི་སྨྱུང་གནས་དེ་འཇིག་ལོ་ལྔ་དེ་རེད་ཟེར། དེ་འཇིག་ཟེར་ན་ཉིན་གུང་གཅིག་པུའི་ཞལ་ལག་མཆོད་བྱས་ནས་སྨྱུང་གནས་ལོ་ལྔ་བར་དུ་བསྡད་པ་རེད། ཁོང་གི་སྨྱུང་གནས་དེ་འཇིག་ལོ་ལྔ་བཞུགས་ཡོང་དུས་བརྩམས་པ་ལ་ཁོང་རང་གི་ཕ་མ་གཉིས་ཀྱང་ཡར་ཐར་པ་ལ་ཐོབ་པ་རེད། ཁོ་རང་དགྲ་བཅོམ་པའི་གོ་འཕང་ཐོབ་པ་རེད། ལོ་རྒྱུས་འོག་དེ་འདྲའི་གསུངས་བཞག། ཡང་སྔོན་མ་བུད་མེད་ཅིག་གིས་སྟོད་ལས་མང་པོ་ཅིག་བསད་དོ། མཛོ་མོ་ལ་དེ་གླང་གོག་དང་གཡག་འདྲ་བོ་ཞིག་ཐུག་ནས་དེ་ནི་སྐྱེས་ཞག་གི་སྤུ་དེ་ལ་ད་སྟོད་ལས་གཟིགས་ཡོད་རེད། ད་དེ་ཕན་འདྲ་བོ་ཅིག་ཞེ་དྲག་ཅིག་ཐོགས་ཀྱི་མེད་ཡིན་ས་རེད། ཕ་ཡུལ་དེ་བ་ལ་ཡང་མང་ཆེ་བ་དེ་ཆུང་ཆུང་སྐབས་ལས་བསད་ཞག་འདུག་ད་དེ་འདྲའི་ཆེད་ནས་མོ་ཡིས་ད་སྟོད་ལས་མང་པོ་ཞིག་བྱས་ཡིན་ས་རེད། ད་དེའི་ཆེད་ལ་མོ་རང་ལོ་ཡ་ཆེན་པོ་ཆགས་ཡོད་འདུག་སྐབས་སུ་དཔལ་མི་ཟིན་འགྱོད་པ་སྐྱེས་བྱས་ནས་ད་མོ་རང་གིས་སྨྱུང་གནས་དེ་འཇིག་ལ་དེད་པ་དང་དེ་ག་ནང་བཞིན་མི་གཞན་ལ་ཡོན་ཕུལ་ནས་སྨྱུང་གནས་དེ་འཇིག་ལ་ཞུགས་སུ་བཅུག་པ་བྱས་གང་ལྟར་སྨྱུང་གནས་དེ་འཇིག་ཐེངས་མ། དྲུག་ཅུ་ཐམ་པ། ཚར་འགྲོ་དུས་སྐབས་སུ་སྡིག་པ་དག་པའི་རྟགས་དང་ཉམས་དང་རྟོགས་པ་བྱམས་སྙིང་རྗེ་ལ་སོགས་དག་དང་འབྲེལ་པའི་མི་སྲིད་རྟགས་མཚན་ཡང་འཛིན་ཅིང་དེ་འདྲའི་ཞི་བ་ཅི་བྱུང་རེ་གསུངས་ཤག། ཡང་སྔོན་མ་གྲྭ་བ་གཅིག་གིས་རྐུན་མ་ཅིག་བསད་རེ་ཟེགས་འདུག་ད་གོན་པ་རྣམས་ལ་རྐུན་མ་འདྲ་བོ་འཛུལ་ཡོང་ན་ད་གྲྭ་བ་གཅིག་གིས་བསད་ཡིན་ཟེར་བ་ད་དེ་འདྲ་བོ་གྲྭ་བ་དེ་གྱ་ཟད་དངུལ་ཆུ་ཐོག་མའི་བཟང་པོ་ཡིན་ན་གཅིག་གི་སློབ་མ་གཅིག་ཡིན་ས་རེད་དེ་ཡིན་དུས་རྩ་བ་ལ་ད་ཁོང་རང་གི་བླ་མ་དེ་ག་རེ་གསུངས་རེ་ཟེར་ན། ཁྱེད་རང་སྨྱུང་གནས་དེ་འཇིགས་ཡག་པོ། ཐེངས་མ་བཞི་བཅུ་ཞེ་བརྒྱད་པར་དེད་ཞོག་ཟེར། དེ་དེད་སོང་བ་ན་ཁྱེད་རང་སྡིག་པ་ཆ་ཚ་དག་ནས་དཔེ་མི་ཚེ་ཡག་པོ་ཆགས་འགྲོ་གི་རེད་གསུངས་བའི་ལོ་རྒྱུས་དེ་འདྲའི་ཡང་འདུག། ཡང་སྔོན་མ་རྒྱལ་དབང་ཀརྨ་པ་སྐུ་ཕྲེང་གཉིས་པ་ཀརྨ་དཔག་ཤི་རྒྱ་ནག་ལ་ཕེབས་དུས་བརྩམས་པ། དེ་མི་ཆོས་ཉམས་ལེན་འདྲ་བོ་ཅི་གང་ཅི་མེད་དེ་འགས་དེ། གཤིན་པོ་དང་གསོན་པོ་གི་སྐོར་ཀྱང་ཀྱང་ཟ་དེ་འགས་འགས་དེ་བླ་མ་འདྲ་བོ་ཡིན་ན་གྲྭ་པ་འདྲ་བོ་ཡིན་ན་འོ་ད་དེ་འདྲས་ཅིག་རྒྱལ་དབང་ཀརྨ་པའི་སྐུ་མདུན་མཇལ་ཁ་བཅར་འདུག་བ་ད་བོད་པ་འདྲ་བོ་ཡིན་ན་ག་མི་ཡིན་ན་ད་ཤེས་མ་སོང་ད་གང་ལྟར་དེ་འདྲས་ཅིག་བཅར་བ་རེད།

ད་སྨྱུང་གནས་ཐེངས་མ་ཉིས་བརྒྱ་ཚར་བ་དང་ད་བླ་མ་དེའི་ཐུགས་རྒྱུད་ལ་བྱམས་སྙིང་རྗེ་དང་ཉམས་རྟོགས་བ་ཞི་དྲག་ཅིག་སྐྱེས་བྱས་ནས་དེ་ནས་ད་མི་གསོན་པོ་དང་གཤིན་པོ་ཆ་ཚང་ལ་ད་ཕན་ཐོགས་ཐུབ་མཁན་གྱི་བླ་མ་པད་མི་ཟེར་ཡག་པོ་ཅིག་ཆགས་སོང་སོ་དེ་འདྲའི་གསུངས་ཤག་ཡང་སྔོན་མ་སྔོན་མ་མི་འགྲོ་ཅིག་ད་གོམ་ཆེན་དང་གྲུབ་ཐོབ་འགྲོ་རྒྱུ་ཡིན་ཟེར་ནས་ད་ཅིག་རྫུན་མ་གྲབས་ཅིག་ངས་ལྷ་མཐོང་བྱུང་ཟེར་ངས་འདྲེ་མཐོང་བྱུང་ཟེར་ན་ཅི་འདྲ་མི་འདྲ་བཤད་བྱས་ནས་ད། མི་ལ་མགོ་སྐོར་བཏང་དེ་སྔ་དེ་འདྲས་ཅིག་ཡོད་ཡིན་ཟེར་རེད་དེའི་དུས་ཚོད་ལ་བླ་མ་འབྲོང་རྒན་ཞང་རིན་པོ་ཆེ་ཞུ་ཡ་བླ་མ་སྐད་གྲགས་ཆེན་པོ་ཅིག་ཡོད་ར་ཁོང་བཞུགས་ཡོད་ཟེར་རེད་བླ་མ་ཞང་རིན་པོ་ཆེ་ག་རེ་གསུངས་རེད་ཟེར་ན་ད་མ་གིས་ནི་ཅིག་གོམ་ཆེན་ཡིན་མདོག་མདོག་ཅིག་གྲུབ་ཐོབ་འདྲ་བོ་ཡིན་མདོག་མདོག་ཅིག་ཟོག་པོ་ཅིག་ཁ་ནས་ལྷ་མཐོང་སོང་འདྲེ་མཐོང་སོང་ཟེར་ན་འདྲ་མི་འདྲ་ཤེས་ཡ་ལ་ག་བོ་བྱེད་ཆོག་མི་ཅིག་འདུག་ཨ་ཟེར་ད་མི་སྐྱོ་སྙིང་རྗེ་ཁོ་ལྟ་ཁོ་ཤི་ཡས་ནས་བཙའ་བ་ཉིད་ན་དྲོད་འགན་ཅིག་རེད་མི་འདུག་ཟེར་ད་ཁོ་ཤི་ན་ནི་ད་འགྲོ་ས་དམྱལ་བ་མ་གཏོགས་ཡོད་མ་རེད་བ་སྙིང་རྗེ་གསུངས་འདུག་ད་ག་ལེ་ག་ལེ་ཉི་མ་གཅིག་ཁོ་རང་གིས་བླ་མས་དེ་འདྲས་གསུངས་ཀྱི་འདུག་ཟེར་དེ་གོ་ཡིན་ཟེར་རེད། གུ་ཡངས་པོའི་དགའ་ཚལ་སྙིང་རྗེ་དང་ཁོ་དཔེ་མི་སྲིད་ཀྱི་འགྱོད་པ་སྐྱེས་དཔེ་མི་སྲིད་སྐྲག་བྱས་ནས་དེ་ནས་བླ་མ་ཞང་རིན་པོ་ཆེ་སྐུ་མདུན་ནས་ཡར་བཅར་གྱིས་ད་ཁོས་ཡར་བླ་མ་ཞང་རིན་པོ་ཆེ་ལ་ག་རེ་ཞུས་རེད་ཟེར་ན་ད་བླ་མ་ཁྱེད་རང་གིས་ང་ནི་འགྲོ་ས་དམྱལ་བ་ལས་མ་གཏོགས་ཡོད་མ་རེད་གསུང་གི་འདུག་ཟེར་གྱིས་ངས་གོ་བཞུགས་ཟེར་ད་དེ་དངོས་གནས་དེ་ག་རང་རེད་ཟེར་ང་ནི་དངོས་གནས་ཟོག་པོ་ཟོག་སྟོང་རང་ཡིན་ཟེར་གོ་ད་རྫུན་མ་རྐྱང་རྐྱང་བཤད་གི་ཡོད་ཟེར་རྫུན་མ་རྐྱང་རྐྱང་བཤད་ནས་སྐོར་རྐྱང་རྐྱང་ཟ་གི་ཡོད་ཟེར་ད་བླ་མ་ཁྱེད་རང་གི་ཐུགས་རྗེ་གཟིགས་ན་མ་གཏོགས་ང་དངོས་གནས་ད་འགྲོ་ས་དམྱལ་བ་མ་གཏོགས་ཡོད་མ་རེད་ཟེར་ཡར་དེ་འདྲས་ཞུས་འདུག་དེར་བླ་མ་ཞང་རིན་པོ་ཆེ་ག་རེ་གསུང་ཟེར་ན་འོ་ད་ཁྱེད་རང་སྨྱུང་གནས་ལ་བསྡད་ཤོག་ཟེར། སྙིང་ནད་ལ་དེད་སོང་བ་ན་ད་དུས་ཚོད་ཐུང་ཐུང་གཅིག་གི་ནང་ལ་སྡིག་པ་དག་ཡས་དང་དངོས་གྲུབ་ཐོབ་ཡས་ལ་སོགས་པ་ད་དཔེ་མི་ཚེ་ཇི་འདྲ་ཆེན་པོ་ཡོད་རེད་ཁྱོད་ལ་སྙུང་ནད་ལ་དེད་ཞོག་གསུངས་ན་ད་དཔར་མོ་ལུག་གི་སྙུང་ནད་ཕག་པ་སྤྱན་རས་གཟིགས་བཅུ་གཅིག་ཞལ་ཕྱག་སྟོང་སྤྱན་སྟོང་གི་དེ་ནས་དབང་ལུང་ཁྲིད་དྭངས་མ་ཆ་ཚང་གཅིག་གནང་བྱས་ནས་ད་ཁོ་ཡི་སྙུང་ནད་དེད་འཇིགས་སུམ་ཅུ་སོ་བརྒྱད་བཞུགས་པ་རེད། སྙུང་ནད་དེད་འཇིགས་ཐེངས་མ་སུམ་ཅུ་སོ་བརྒྱད་དེད་པའི་བྱིན་རླབས་ལས་བརྟེན་ནས་སྐྱེ་བ་རྗེས་མ་ཁོ་རང་དང་དེ་ནས་ཁོ་རང་དང་འབྲེལ་བ་ཡོད་པའི་མི། དང་དུད་འགྲོ་ལ་སོགས་པ་ཆ་ཚང་ཚོས་ཤར་ཕྱོགས་མངོན་པར་དགའ་བའི་ཞིང་ཁམས་དུ་སྐྱེ་བ་བླངས་པ་རེད། ད་དེ་འདྲའི་ལོ་རྒྱུས་བྱིན་རླབས་ཆེན་པོ་གསུང་གི་འདུག་ད་དེ་ཡིན་དུས་སྐབས་སུ་ད་སྨྱུང་གནས་བསལ་ཏེ་ཕན་ཡོན་དང་བྱིན་རླབས་བསལ་ཏེ་བསམ་གྱིས་མི་ཁྱབ་པར་སྦྲན་དུ་མ་བྱས་པའི་ཕྱིར། ང་རང་ཚོ་མང་པོ་ཅིག་ཟེར་གྱི་ཡོད་རེད་པ་ད་དེ་འདྲའི་ཆེད་ལས་སླ་བོའི་གི་ཐོག་ནས་ཐིག་པ་དག་ཡས་དང་དངོས་གྲུབ་ཐོབ་ཡས་ག་བ་ཡོད་རེད་ཟེར་གྱི་རེད་པ་དེ་མ་རེད་བ། འདི་མིན་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཁོང་རང་སྐལ་བ་གྲངས་མེད་མང་པོའི་བར་དུ་ཁོང་རང་གི་སྐུ་ལྔ་འོབ་བརྒྱ་སྐྱོན་བྱས་ནས་དེ་འདྲའི་ནུས་པ་མ་ཐོབ་བར་དུ་ཁོང་སངས་རྒྱས་ཀྱི་སྨན་སུ་དམ་བཅའ་གནང་བྱས་ནས་ད་དེ་འདྲའི་ནུས་པ་དེ་ཁོང་ཐོབ་ཡོང་གི་ཡོད་རེད་བ། ང་རང་ཚོ་ཡང་འཕགས་པ་སྤྱན་རས་གཟིགས་ཀྱི་ཚད་ནས་ཐོས་ས་འཕགས་པ་སྤྱན་རས་གཟིགས་ལ་དད་པ་བྱེད་ས་འཕགས་པ་སྤྱན་རས་གཟིགས་ལ་བལྟས་ནས་དེ་ནི་ཆོས་བྱེད་ས་ཀྱི་གོ་སྐབས་དེ་འདྲས་ཅིག་ཡོད་ས་ཅིག་ལ་སྐྱེས་པ་དེ་ཡང་ང་རང་ཚོ་གི་བསོད་ནམས་མང་པོ་བསགས་དགོས་ད་ཐུག་ད་ནུས་པ་ལ་བརྟེན་ནས་བྱུང་བ་ཅིག་རེད་བ་ང་རང་ཚོ་ནང་པ་སངས་རྒྱས་ཀྱི་གསུང་སྟངས་ལྟར་དུ་བྱས་པ་ནི་ནམ་མཁའི་གར་ཁྱབ་སེམས་ཅན་གྱི་ཁྱབ་གསུང་འདུག་ནང་ནམ་མཁའ་གི་གར་ཚོལ་ཅིག་ཁྱབ་འགྲོ་གི་ཡོད་ན་དེ་ག་ཚོད་ཀྱི་སེམས་ཅན་གྱི་ཁྱབ་ཡོད་གསུང་འདུག་ག་ད་མི་ཚོ་ནམ་མཁའ་གསལ་དུ་མཐའ་ཐུག་ཡས་ཡོད་མ་རུང་དེ་ག་ཙམ་གྱི་སེམས་ཅན་མང་པོ་ཞི་དྲག་ཅིག་ཡོད་རེད་གསུང་དགོས་རེད་ད་དེ་འདྲའི་བུ་རྒྱ་ཆེན་པོ་ཅིག་གི་ནང་ནས་ང་རང་ཚོ་འཛམ་བུ་གླིང་གསལ་དུ་དཔལ་མི་ཚོ་ཆུང་ཆུང་ཅིག་རེད་བ། འཛམ་བུ་གླིང་པའི་མི་ཚེ་ཆུང་ཆུང་དེའི་ནང་ལ་ད་མི་ག་ཚོད་ཡོད་རེད་མི་དུང་ཕྱུར་བདུན་ཅུ་བརྒྱད་ཅུ་དེ་འདྲའི་ཅིག་བཞེས་ཀྱི་ཡོད་རེད་བ། ད་མི་དུང་ཕྱུར་བདུན་ཅུ་བརྒྱད་ཅུ་ཅིག་གི་དེའི་ནང་ལ་ཡང་ནང་པ་སངས་རྒྱས་པའི་ཆོས་དད་པ་བྱེད་མཁན་ག་ཚོད་ཡོད་རེད། མི་དུང་ཕྱུར་ཁ་ཤས་ཅིག་རེད་བ། ད་མི་དུང་ཕྱུར་ཁ་ཤས་དེའི་ནང་ལ་ཡང་ང་རང་ཚོ་ཐེག་པ་ཆེན་པོའི་ཆོས་ལ་དད་པ་བྱེད་མཁན་མི་ག་ཚོད་ཅིག་ཡོད་རེད་མི་འབུམ་ཁ་ཤས་ཅིག་རེད་བ། མང་དང་འབུམ་བརྒྱ་ཅིག་ཅིག་ཡོད་རྒྱུ་རེད། ད་དེའི་ནང་ལ་ཡང་འཕགས་པ་སྤྱན་རས་གཟིགས་ཀྱི་སྒྲུབ་སྐོར་དང་ཆོས་ལ་ཉམས་ལེན་བྱེད་ཡས་དང་དེ་འདྲའི་དོ་སྣང་ཡོད་མཁན་མི་ག་ཚོད་ཅིག་རེད། སྨྱུང་གནས་དེ་མཐོང་མཁན་མི་ག་ཚོད་ཅིག་ཡོད་རེད་མི་འབུམ་ཁ་ཤས་ཅིག་ཡིན་རྒྱུ་རེད་བ། ད་དེ་འདྲའི་སྐལ་བ་བཟང་པོ་ཅིག་རེད་བསམ་བྱས་ནས་དེ་ནི་ད། ཉམས་ལེན་གྱིས་བྱས་པ་ཡིན་ན་གཏན་གཏན་དངོས་གྲུབ་དང་བྱིན་རླབས་གཏན་ནས་ཡོད་རེད་ང་རང་ཚོ་དཔེ་དེབ་ཁོ་རང་འདྲ་འདྲའི་ནང་ན་མ་འདྲ་འདྲ་ཅིག་ཆགས་བསྡད་ཡོད་རེད་ད། དེ་འདྲའི་གོ་སྐབས་བཟང་པོ་ཅིག་ཡོད་ཐིག་ཡོད་རེད་པ་དེའི་དུས་སྐབས་དེ་འདྲའི་སྐལ་བ་བཟང་པོ་དེ་དམ་འཛིན་མ་བྱས་པ་ན་ནོར་བུའི་གླིང་ནས་ལག་སྟོང་ལོག་པ་ནང་བཞིན་དུ་དངོས་གནས་ཆགས་འགྲོ་རེད་ད་དེ་འདྲ་བའི་ཐབས་ལས་སླ་བོའི་སྒོ་ནས་ཚོགས་བསོད་ནམས་བསགས་ཡས་ཀྱི་གོ་སྐབས་ཅིག་ཡོད་དུས་བརྩམས་པ་ལ་གོ་སྐབས་དེ་མ་ཤོར་བར་བྱས་ན་དེ་ནི་རྣམ་པ་ཚོས་སྨྱུང་གནས་ལ་གང་ཐུབ་ཐུབ་ཞུགས་རོགས་གནང་སྨྱུང་རྟ་ལ་ཡང་ལོ་རེ་ལ་སྨྱུང་གནས་ཆ་རེ་རེ་གཉིས་རེ་ངེས་པར་དུ་ཞུགས་ཐུབ་པ་གནང་རོགས་གནང་ངའི་ངོས་ནས་འབོད་སྐུལ་ཞུ་གི་ཡིན་བཀའ་དྲིན་ཆེ།